བཀྲ་ཤིས་བདེ་ལེགས་ང་བཀྲ་ཤུག་དབང་ཕྱུག་ཡིན་ད་དེ་རིང་ང་ཚོའི་བརྗོད་གཞི་དེ་འབྲུག་རྒྱལ་ཁབ་ཀྱི་དམངས་གཙོའི་སྐོར་ལ་ཡིན། དེ་ལྟར་འབྲུག་གི་དམངས་གཙོའི་ལམ་ལུགས་དེ་ལ་ཡང་དབྱིན་ཇིའི་སྐད་ཐོག་ལ། Constitutional Monarchies། ཅེས་ཞུ་གི་འདུག་བ། དབུ་ཁྲིད་དང་སྲིད་འཛིན་གྱི་ཚབ་དེ་རྒྱལ་པོས་གནང་ཡས་བྱས། འཛིན་སྐྱོང་དེ་མི་མང་ལ་ཡང་རྩིས་སྤྲད་གནང་ཡས་དེ་རེད་བཞག། གཅིག་དམངས་གཙོ་བྱུང་སྟངས་དེ་ཆ་ཤ་བ་རུ་བཞེད་ནས་ད་རྒྱུ་རྒྱལ་པོ་རང་གིས་མ་བཟོས་ར་གནང་རྒྱོ་ཆེ་རེད་བཞག། ད་འཛམ་བུ་གླིང་གི་དམངས་གཙོའི་རྒྱལ་ཁབ་འཇིང་ཚོགས་དང་འདྲ་མཉམ་ཨ་མདའ་དྲུག་རྒྱལ་ཁབ་དེ་ནི་ད་དམངས་གཙོའི་ལམ་ལུགས་ལ་ཡག་ལྟ་ལག་ལྟ་བྱས་ནས་ཀ་བ་གསུམ་དང་ལྡན་པའི་དམངས་གཙོ་ཚད་ལྡན་ཅིག་ཆགས་བྱེད་བསྡད་ཡོད་རེད་ཨ་འདིའི་ནང་ལོགས་ལ་ཡང། ཁྲིམས་བཟོ། Legislature། འཛིན་སྐྱོང། Executive། དང་ན་གཞོན་པ། Timship། Judiciary། བཅས་ཡོད་ཡིན་པ་རེད་ཨ་ཆབ་སྲིད་ཚོགས་པ་ལ་ཆ་བཞག་པ་རུ་བཞེད་ནས་ད་ལྟའི་ཆ་ལ་ཡང་ཆབ་སྲིད་ཚོགས་པ་ལྔ་ཡང་ཡོད་རེད་ད་ཐོག་མར Legislature ཁྲིམས་བཟོ་ལ་ཆ་བཞག་པ་ཡིན་ན་ཨ་གྲོས་ཚོགས་གོང་མ་དང་འོག་མ་བྱས་ནས་ཨ་ནི་ཁག་གཉིས་ཡོད་ཡིན་པ་རེད་ད་གྲོས་ཚོགས་འོག་མ་དེ་ཡིན་པ་ཡིན་ན་རྒྱ་གར་དང་དམངས་གཙོ་ལོགས་བསགས་པ་གི་ཚུལ་དུ་ཆགས་ཀྱི་ཡོད་རེད། ད་འདི་ན་ལོག་ལ་ཡ། འཐུས་མི་བཞི་བཅུ་ཞེ་བདུན་བྱས། ད་འཐུས་མི་རྣམ་པ་ཚོ་འོས་ཤོག་དེ་ག་འདྲས་ཤིག་བླུག་གནང་གི་ཡོད་རེད་ཟེར་ཞུས་པ་ཡིན་ན། ཐོག་མར་སྔོན་འགྲོའི་འོས་གཞིའི་སྐབས་ལ་ཡ་ནི་ཆབ་སྲིད་ཚོགས་པ་ལྔ་ཆ་ཚང་ཅིག་ཡ་བཞེངས་ཆོག་གི་འདུག་བ། ད་དེའི་རྗེས་ལ་མང་མོས་ཐོབ་པའི་ཆབ་སྲིད་ཚོགས་པ་གཉིས་ཡ་ནི་མཐའ་མའི་འགྲན་རྩོད་ནང་ལ་ཡ་ཞུགས་ཆོག་གི་ཡོད་རེད། མཐའ་མའི་རྒྱལ་ཁ་ཐོབ་མཁན་གྱི་ཆབ་སྲིད་ཚོགས་པ་དེས་འཛིན་སྐྱོང་བཀའ་ཤག་གི་ཡ་ནི་ཐུགས་འགན་དེ་བཞེས་གནང་ཡ་བྱས། ཕམ་མཁན་གྱི་ཡ་ནི་ཆབ་སྲིད་ཚོགས་པ་དེས Opposition། གྱི་ཡ་ནི་ཐུགས་འགན་དེ་བཞེས་གནང་གི་ཡོད་པ་རེད། ད་ད་ལྟའི་ཆ་ལ་ཡང་འཛིན་སྐྱོང་བཀའ་ཤག་གི་ཐུགས་འགན་བཞེས་མཁན་དེ་མི་སེར་དམངས་གཙོ་ཚོགས་པ་ཡིན་པ་རེད། ཨ་ནི་དྲག་ཤོས་ཚེ་རིང་སྟོབས་རྒྱལ་ལགས་སྲིད་བློན་གྱི་གོ་གནས་བྱས། ཨ་ནི་ཕྱོགས་འགལ་ཚོགས་པ Opposition དྲུག་རྟེན་འབྲེལ་ཚོགས་པས་གནང་རྒྱུ་བྱས། ཨ་ནི་དྲག་ཤོས་པད་མ་ཚང་བ་ལགས Opposition གྱི་ཡ་ནི་ཚོགས་གཙོ་གནང་གི་ཡོད་པ་རེད། ད་གྲོས་ཚོགས་འོག་མར་ཆ་བཞག་པ་ཡིན་ན་འཐུས་མི་ཉིས་སེ་ལྔ་ཡོད་ཡིན་པ་རེད། ད་དེའི་ནང་ལོགས་ནས་འཐུས་མི་ལྔ་བརྒྱད་པོ་རང་གི་བསྐོ་གཞག་གནང། ཨ་ནི་དེའི་ལྷག་མ་ཉི་ཤུ་དེ་རྫོང་སོ་སོ་སོ་སོ་ནས་ཨ་མི་མང་གི་མང་མོས་འོས་བསྡུ་བྱས་ནས་བདམས་གནང་གི་འདུག་ཨ། ཨ་མི་དམངས་ཀྱི་བདེན་པའི་མི་ངེས་ཤུགས་དེ་ཚོ་ཡིན་ན་སྤྱི་དང་ཆབ་སྲིད་ཀྱི་ཚོགས་པ་དང་འབྲེལ་བ་འགལ་མི་འདུག་དུས་རྒྱུན་དུ་ནི་མི་གཅིག་ཤེས་ཡོན་དང་ལྡན་པ་རེད་ད་རང་བཞིན་པ་གཅིག་གིས་ཨ་ནི་མི་གྱོང་པོ་འདི་ལ་ཡོ་རོ་པ་ཟླ་མེད་ཀྱི་ལུགས་སྲོལ་ཕྱིར་དུ་ཨ་ཁྲིམས་གཞིས་ཆགས་བཞག་པ་ཡིན་ན Judiciary རྒྱལ་ཁབ་ཀྱི་ཁྲིམས་གཞིས་མཐོ་ཤོས་འདི་ཨ་ནི Supreme Court དུ་བྱེད་ཀྱི་ཡོ་ཡིན་པ་རེད་ཨ་འདིས་ཁྲིམས་དཔོན་ཆེན་པོ་མཆོག་དང་ཨ་ནི་ཁོང་གི་ལས་རོགས་རྒྱལ་པོ་རང་གིས་བསྐོ་བཞག་གནང་གི་ཡོ་ཡིན་པ་རེད། ད་ཆེད་ལས་པ་མང་པོ་གཅིག་གིས་ད་འབྲུག་གི་དམངས་གཙོ་འདི་རྒྱལ་ཁབ་གཞན་དང་མ་འདྲ་བའི་དམིགས་བསལ་གྱི་དམངས་གཙོ་ཞིག་ག་རེ་བྱས་འཛིན་རྒྱུ་བར་ཅན་ཞུས་པ་ཡིན་ན། རྒྱལ་ཁབ་ཀྱི་དམིགས་ཡུལ་གཙོ་བོ་དེ་དཔལ་འབྱོར་འཛུགས་སྐྲུན་མེད་པ་བྱས། མི་དམངས་ཚོའི་སེམས་ཀྱི་ཞི་བདེ་ལ་ཡང་གཞི་བཞག་པའི་རྒྱལ་ཁབ་ཅིག་རེད་དོ། འདི་ཙམ་མ་ཟད། དགེ་འདུན་པ་དང་བཙུན་མ་ཚོའི་འོས་མིའི་གྲལ་ཡང་བཞེངས་ཆོག་གི་མེད་པ་མ་ཟད་འོས་ཀྱི་བླུགས་ཆོག་གི་མི་འདུག་ད་དེའི་དམིགས་ཡུལ་གཙོ་བོ་དེ་འབྲུག་གི་ནང་ལ་ད་ཆོས་དང་སྲིད་གཉིས་དེ་མཐའ་གཅིག་ཏུ་ཐ་དད་བཞག་ཡས་ཀྱི་དམིགས་ཡུལ་ཅིག་ཅང་སྣང་ཡིན་པ་རེད། རྩ་ཁྲིམས་ནང་ལོགས་ལས་རྒྱལ་ཁབ་ཀྱི་ནང་ལོགས་ལ་ཡི་ག་དུས་ཡིན་ནའི་བརྒྱ་ཆ་དྲུག་ཅུ་ལས་མང་བ་དེ་ཤིང་ནགས་ཀྱི་ཁེངས་པ་བགོ་གི་ཡོད་པ། དེ་འདྲ་ཞིག་རེད་ཤག།